སློབ་མ་ཚོ་འཚམས་འདྲི་བཀྲ་ཤིས་བདེ་ལེགས། ད། མུ་མཐུད་བཅས་ང་རང་ཚོ་རྒྱལ་སྲས་ལག་ལེན་སོ་བདུན་མེད་ཀྱི་ཤོ་ལོ་ཀ་གཅིག་གི་ཀློག་རྩལ་སྦྱོང་བརྡར་འདི་མར་འགྲོ་ཡ་ཡིན་དར་བ། ཨ་ནི། དེ་རིང་གི་སྦྱོང་བརྡར་གྱི་སྡེ་ཚན་འདི་ལ་ཡ། ཕ་ཡུལ་སྤོང་བ་ཟེར་ཅེར་བ་ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན་ཟེར་དེ་གི། ཤོ་ལོ་ཀ་གཅིག་གི་འགྲོ་ཡ་ཡིན་དར་བ། ཨོ་དེ་བྱས་ཨ་ནི། དེ་རིང་གི་སྦྱོང་བརྡར་ནང་ལོར་ཡ་དང་པོ་ངས་ཅིག་ཀློག། ཨ་འདི་པ་རུ་ལ་ཁྱེད་རང་གི་རྗེས་འདོད་བྱས་ཡིན་དར་བ་ངའི་རྗེས་ལ་ཡང་སློང་ཡ་བྱས་ཡིན་དར་བ་རྗེས་འདོད་བྱས་ཡིན་དར་བ་འོ་འདུག་བྱས་ཨ་ནི་ནམ་རྒྱུན་གློག་རྫས་སྦྱོང་བརྡར་སྐབས་སུ་སེམས་ལ་ངེས་དགོས་ཡ་གལ་ཆེན་པོ་འདི་ག་རེད་སྐད་ཤུགས་ཆེན་པོ་རྒྱབ་དགོས་ཡ་ར་བ་ཨ་ནི་སྐད་ཤུགས་ཆེན་པོ་ག་ཚོད་རྒྱབ་ཐུབ་ན་ཡག་ག་ཡོར་ད་སྐད་ཆེན་པོ་རྒྱབ་ནས་ཀློག་དགོར་དར་བ་ཨ་ནི་ཀློག་པའི་སྐབས་སུ་སྒྲ་དག་པོ་བྱས་ནས་གསལ་པོ་བྱས་ནས་ཀློག་དགོར་དར་བ།

ལ། ཨོའོ་ད་ན་རོ་སྡོད་ད་སྡོད། ཆ་ག་ས་ཆག། ཆ་ཤམ་ཆུ་ཆུ། ལ་ཏ་ཏཱ་ཏཱ་ར་ཏར། གའོ་གཡའ་ན་རོ་གཡོ། དྭོགས་དགའ་ར་དང་འདྲ། ཡ་ཁི་གུ་ཡི། ཕ་ཡ་ད་ཆ་ན་རོ་ཆོག་ག་ས་ཆོག། ལ། ཞ་ཕྲེང་པོ་ཞེ། ས་ད་ད་དང་ང་དང། མ་ཕྲེང་པོ་མེ། ལ་ཏབ་ཏ་ཏ་ར་ཏར། ཨོའོ་སྦ་ར་སྦར། བྷ་ལ་བཏགས་བླངས་ང་བླང། ད་ན་རོ་དོར་ར་དོར། བོའོ་ར་བརྒྱ་དག་བརྒྱ་དྲང་པོ་བརྒྱད་དག་བརྒྱད། པའང་ཨ་ཁི་གུ་ཨི། ཁའོ་ཏ་ཁི་གུ་ཏི། མ་ཞམ་ཇུ་མུག་ཁ་མུག། མ་བྱམས་རྒྱུ་མིན་ན་མིན། ན་ཁ་ནག། ལྕགས་ན་ཅན། ཕ། ཡ་བྱམས་རྒྱུ་ཡུལ་ལ་ཡུལ། ས་པ་ད་པ་ན་རོ་སྤོང་ང་སྤོང། བ། ར་ག་ད་ག་ཡ་ད་རྒྱ་ལ་རྒྱལ། ས་ར་ད་ས་ས་སྲས། ལ་ཁ་ལག། ལ་ཕྲེང་བོར་ལེན་ན་ལེན། ཡ་ཁྱི་གུ་ཡིན་ན་ཡིན། འོང་འདུག་ཟེར་ནས་ཇོ་ལོ་མང་པོ་རྒྱག་འོར་དར་བ་ད་དུང་མུ་མཐུད་ནས་ད་ང་ཏིས་རྒྱོག་རུ་བཏང་གི་ཡིན་ད། ངའི་རྗེས་ལ་ཡང་མུ་མཐུད་ནས་མཇལ་འདོད་ཆེ་ཞོ་ཨ། གའོ་སྙ་ཕྲེང་བོ་སྙན་ན་སྙན། ག་ཡ་ད་གྱ་ཁྱི་གུ་ཁྱི། ཕ་ཡ་ད་ཕྱག་ན་རུ་ཕྱོགས་ག་ས་ཕྱོགས། ལ་ཨའོ་བདག་ན་རོ་སྡོད་དང་སྡོད། ཆགས་ག་ས་ཆགས། ཆགས་ཞིམ་གྱི་ཆུ། ལ་ད་ད་ཏར་ར་ཏར། གའོ་གཡའ་ན་རོ་གཡོ། དའོ་དགའ་ར་ད་དགྲ། ཡ་ཁྱི་གུ་ཡི། ཕ་ཡ་ད་ཆགས་ན་རོ་ཆོག་ག་ས་ཆོག། ལ། ཞག་ཕྲེང་པོ་ཞེ། ས་ད་ད་དག་ང་དང། མ་ཕྲེང་པོ་མེ། ལ་ད་ད་ཏར་ར་ཏར། ཨོའོ་སྦ་ར་སྦར། ཕ་ལ་ཏཱ་བླངས་ཨ་བླང། ཐ་ན་རོ་དོར་ར་དོར། བའོ་ར་ཇ་ད་ཇ་དྲང་པོ་བརྗེད་ཐག་བརྗེད། པ་ཨ་ཨ་ཁྱི་གུ་ཨི། ཁའོ་ཏ་ཁྱི་གུ་ཏི། མ་ཤམ་ཇུ་མུག་ཁ་མུག། མ་ཤམ་ཇུ་མུན་ན་མུན། ན་ཁ་ནག། ཅ་ན་ཅན། ཕ་ཨ་ཡ་ཤམ་ཇུ་ཡུལ་ལ་ཡུལ། སཱ་པ་ད་པ་ན་རོ་སྤོང་ཨ་སྤོང། བ། ར་ཀ་ད་ཀ་ཡ་ད་རྒྱ་ལ་རྒྱལ། ས་ར་ད་ས་ས་སྲས། ལ་ཁ་ལགས། ལ་ཕྲེང་བ་ལེན་ན་ལེན། ཡ་ཁྱི་གུ་ཡིན་ན་ཡིན། ཡང་རྒྱ་ཡིན་ད་ཁ་ཨོ་ཉག་ཕྲེང་བ་བསྙེན་ན་བསྙེན། ཁ་ཡ་ད་ཁྱ་ཁྱི་གུ་ཁྱི། ཕ་ཡ་ད་ཕྱག་ན་རོ་ཕྱོགས་ག་ས་ཕྱོགས། ལ་ཨོ་ད་ན་རོ་སྡོད་ད་སྡོད། ཆགས་ག་ས་ཆགས། ཆགས་ཤམ་ཆུ་ཆུ། ལ་ཏཱ་ཏཱ་ཏཱ་ར་ཏར། གའོ་ཡ་ན་རོ་ཡོ། དའོ་ག་ར་ད་དྲ། ཡ་ཁྱི་གུ་ཡི། བྷ་ཡ་ད་ཆ་ན་རོ་ཆོ་ག་ས་ཆོག། ལ། ཞྭ་དྲང་པོ་ཞེ། ས་ད་ད་དང་ང་དང། མ་དྲང་པོ་མེ། ལ་ཏཱ་ཏཱ་ཏཱ་ར་ཏར།

ར་ཀ་དང་ག་ཡ་དང་རྒྱ་ལ་རྒལ། ས་ར་དང་ས་ས་སེ། ལ་ཁ་ལག། ལ་དྲང་མོ་ལེན་ན་ལེན། ཡ་ཁྱི་གུ་ཡིན་ན་ཡིན། འོང་འདུག་ཟེར་འཇོག་ལོ་གང་ཐུག་ཐུག་བྱས་རེད་ད། ད་འདི་རྗེས་ལ་ང་ཚོ་ཧྲོབ་འདོན་བྱེད་ཀྱིན་ད་ར། རེད་རེད་བྱས་ནས་ཡིན་ད། ངས་རྗེས་ལ་མུ་མཐུད་ནས་འབྱེད་འདོད་བྱེད་ཤོག་ཨ། གཉན། གྱིས། ཆོག། ལ།

ལ། ཞེས་སྡང། མེ། ལྟར། འབར། བླངས། དོར། འབྱེད། པས། ཏེ། མུག། མུན། ནག། ཅན། ཕ། ཡུལ། སྤོང། བ། རྒྱལ། སེ། ལག། ལེན། ཡིན། ཨོ་ཡ་ད་ང་ཚོ་མཉམ་འདོགས་སྐྱོ་གི་ཡིན་ད་རོ་ཨ། མཉམ་འདོགས་ང་ཚོ་གཅིག་གཉིས་གསུམ་གྲངས་ཀ་བརྒྱབ་ཡོད་མཉམ་འདོགས་ཨ་ནི་རེ་རེའི་ཚིག་ན་ཧྲོམ་སྟོན་བྱེད་གི་ཡིན་ད། ཏིས་མགྱོགས་པོ་བྱེད་གི་ཡིན་ད། གཅིག་གཉིས་གསུམ། ངན། གི། ཆོག། ལ། འདོད། ཆགས། ཆུ། ལྟར། གཡོ། འདྲ། ཡི། ཆོག། ལ། ཞེས། སྡང། མེད། ལྟར། འབར། བླང། དོར། འབྱེད། སྤེལ། བསྟི། མུག། མུན། ནག། རྐྱེན། ཕ། ཡུལ། སྤོང། བ། རྒྱལ། སྲས། ལག། ལེན། ཡིན། རྟ། ཡང་ག་ཡིན། ད། ཏིས། སྐྱོར། དང་གིན། ད། ཅིག། གཉིས། གསུམ། སྙིང། གིས། ཆོ། ལ། འདོད། བྱ། ཆུ། ལྟར། གཡོ། སྒྲ། ཡི། ཆོ། ལ། ཞེ། དང། མེ། ལྟར། འབར། བླང། དོར། རྗེ། པད། ཏི། མུ། མུན། ནག། ཅན། བ། ཡུལ། སྤོང། བ། རྒྱལ། སྲས། ལ། ལེན།

ཕ། ཡུལ། སྤོང། བ། རྒྱལ། སྲས། ལག། ལེན། ཡིན། འོང། འདུག་བཤད། ད་ང་ཚོ། ཡི་གེ་གཉིས་གཉིས་བྱེད་གྲུབ་ཡིན་ད་རོ། ཡི་གེ་གཉིས་གཉིས་བྱེད་ཧྲོམ་འདོད་བྱེད་ཀྱི་ཡིན་ད། དང་པོ། ངེད་ཅིག། ཀློག་རོ། འདིའི་རྗེས་ལ་ཁྱེད་རང་གི་འབྱེད་འདོད་གནང། འབྱེད་འདོད་བྱེད་ད་རོ། ད་དེ་ནས་ང་ཚོ། ཡི་གེ་གཉིས་གཉིས་བྱས་ནས་ཐིག་འཐེན་རྒྱོ་བྱེད་དོ། དེ་ལ་འབྱེད་འདོད་བྱེད་ཤོག། ཨོ་ཡ། ངན་གྱི། ཕྱོགས་ལ། འདོད་ཆགས། ཆུ་ལྟར། གཡོ། དགྲ་ཡི། ཕྱོགས་ལ། ཞེ་སྡང། མེ་ལྟར། འབར། བླང་དོར། བྱས་པས། གཏི་མུག། མུན་ནག། ཅན། ཕ་ཡུལ། སྤོང་བ། རྒྱལ་སྲས། ལག་ལེན། ཡིན། ཡང་བསྐྱར་ཉིད་ཀྱི་ལ་བྱེད་འདོད་ཆེ་ཞོ། གཉེན་གྱི། ཕྱོགས་ལ། འདོད་ཆགས། ཆུ་ལྟར། གཡོ། དགྲ་ཡི། ཕྱོགས་ལ། ཞེ་སྡང། མེ་ལྟར། འབར། བླང་དོར། རྗེས་པས། གཏི་མུག། མུན་ནག། ཅན། ཕ་ཡུལ། སྤོང་བ། རྒྱལ་སྲས། ལག་ལེན། ཡིན། ཨོ་ཡ། ད་ང་ཚོ་མཉམ་མདོག་སྐྱོ་མཉམ་མདོག་ཡིན་ད། ཡི་གེ་གཉིས་གཉིས་གཉིས་མཉམ་མདོག་སྐྱོ་གིན་ད་ཏིས་སྐྱོ་པོ་སྐྱོ་ཡ་ཐབས་ཤེས་བཏང་གིན་ད། ལ་སོ། གཅིག་གཉིས་གསུམ། གཉེན། གྱི། ཕྱོགས། ལ། འདོད། ཆགས། ཆུ། ལྟར། གཡོ། སྒྲ། ཡི། ཕྱོགས། ལ། ཞེ་སྡང། མེད། ལྟར། འབར། བླང། དོར། རྗེས། པས། གཏི། མུག། མུན། ནག། ཅན། ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ཨོ་ཡ་འདུག་ཅེས་ནས་སྦྱོང་བརྡར་མུ་མཐུད་ནས་བྱས་ར་བ། ད་ང་ཚོ་ཡི་གེ་བཞི་ཞིག་བྱས་ནས་གདའ། དང་པོ་ངེད་ཅིག་ཀློག་དགོས་ར་བ་ཨ་ནི་དེའི་སྐོར་ལ་ཡང་ཁྱེད་རང་གིས་བྱེད་འདོད་བྱས་ར་བ། ཨོ་ཡ་ཡི་གེ་བཞི་ཞིག་རེད་གདའ་ར་བ། སྙིང་གི་ཕྱོགས་ལ། སྙིང་གི་ཕྱོགས་ལ། འདོད་ཆགས་ཆུ་ལྟར། གཡོ། སྒྲ་ཡི་མཆོག་ལ་ཞེ་སྡང་མེད་ལྟར་འབར། བླང་དོར་བྱེད་པས་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ཨོ་ཡ། གདུག་སེམས་སྦྱོང་བརྡར་མུ་མཐུན་བྱས་བྱས་ད་ང་ཉམས་རྟོགས་ཡིན་ད། གཉེན་གྱི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་བརྗེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱལ་སྲས་ལག་ལེན་ཡིན།

ཕ་ཡུལ་སྤོང་བ་རྒྱ་སྲས་ལག་ལེན་ཡིན། མུ་མཐུད་ནས་ཡང་བསྐྱར་ཡིན་ད། ཐེངས་པ་གསུམ་ལོག་གི་ཡིན་ད། སྙིང་གི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་འབྱེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱ་སྲས་ལག་ལེན་ཡིན། གཉེན་གྱི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་འབྱེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱ་སྲས་ལག་ལེན་ཡིན། གཉེན་གྱི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་འབྱེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱ་ཟས་ལག་ལེན་ཡིན། འོང་དུ་བྱེད་ནི་སྦྱོང་བརྡར་མུ་མཐུད་ནས་གནང་ཡར་དར་བ། ཨ་ནི་ཡག་པོ་ཆགས་སོང་ན་སྙིང་གི་ཨ་ནི་དགྲ་མདངས་མདངས་འདྲ་བོ་སྟིགས་སུ་བཏང་ན་འགྲིག་ར་བ། སྙིང་གི་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ། དགྲ་ཡི་ཕྱོགས་ལ་ཞེ་སྡང་མེ་ལྟར་འབར། བླང་དོར་འབྱེད་པའི་གཏི་མུག་མུན་ནག་ཅན། ཕ་ཡུལ་སྤོང་བ་རྒྱ་ཟས་ལག་ལེན་ཡིན། འོང་འདུག་ཟེར་ཅེས་ཐེངས་པ་ཁ་ཤས་ཤིག་ཀློག་བས་ན་སོ་སོའི་ངག་ཐོག་ལ་སླེབས་ན་ཡག་པོ་ཡོད་རེད་བ། འོང་འདུག་ཟེར་ནས་ཀློག་རྩལ་སྦྱོང་ཡག་གི་སྦྱོང་བརྡ། དེ་རིང་འདིའི་མཚམས་བཞག་གི་འདར་བ། ལགས་སོ་འཇིགས་མེད་ལས་ཚན་ལ་མཇལ་ཡོང།